ད་ཐོག་མ་དེ་ལ་རང་ཅག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁང་སོ་སྐྱབས་མགོན་ཆེན་པོ་མཆོག་ལ་ཡང་སྒོ་གསུམ་གུས་ཕྱག་ཕེབས་པའི་ཐོག་ནས། དེ་ནས་ད་ང་རང་ཚོ་རྒྱལ་གཅེས་དཔའ་བོ་ལབ་ཀ་རང་བཙན། དམ་པ་ཁོང་ནས་ད་བོད་རྒྱལ་ཁབ་དང་མི་རིགས་ཆེད་དུ་ཡ་ཁུ་ལུད་མེ་བཅོས་ཕུད་པ་འདི་ལ་ཡ་ད་ངས་ངོ་ནས་གདུང་སེམས་མཉམ་སྐྱེ་དང་མྱ་ངན་གུས་འདུད་ཐུགས་སུ་ཞུ་བ་ཡིན། ཨ་ད་རེ་དེ་ད་རྒྱལ་གཅེས་དཔའ་བོ་དམ་པ་ཁོང་དང་འབྲེལ་བའི་འཕྲོ་ནས་ད་ཁོང་གི་བོད་རྒྱལ་ཁབ་མི་རིགས་ཆེད་དུ་ཡ་ཁུ་ལུད་མེ་བཅོས་ཕུད་པའི་གནས་ཚུལ་བྱུང་བ་རེད། ད་དེའི་རྗེས་ལ་ཡང་ད་ང་རང་ཚོའི་བོད་རིགས་ཚོའི་ངོས་ནས་ལྷག་པར་དུ་ནིའུ་ཡོག་ནིའུ་ཇར་སི་རེད། ང་ཚོ་ཚང་མའི་ངོས་ནས་ད་གར་བྱེད་ཡས་རེད་ཟེར་ཅིག་དེ་དང་འབྲེལ་བའི་ཐོག་ནས་ངས་བསམ་ཚུལ་ཚིག་ཁ་ཤས་ཅིག་ད་རིང་ཞུ་ཡས་ཀྱི་གོ་སྐབས་དེ་བླང་གི་ཡིན། ད་རྩ་བའི་ཆ་ནས་ཁ་སེང་གནས་ཚུལ་དེ་བྱུང་མ་ཐག་ང་རང་སྒེར་ལ་ཡང་བསམ་ཚུལ་ཁ་ཁ་ཤས་ཅིག་བྱུང་སོང་ངེས་པ་ནས་སྐབས་དུས་ངས་གས་བཤད་མེད་ག་རེ་ཟེར་ལབ་པ་ཡིན་ན། ད་ལྟའི་བའི་ཉིན་ཤས་ཤིག་ནང་ལོགས་ལ་ཡང་གནས་ཚུལ་དེ་བྱུང་པ་ནས་བྱས་བྱས་ཨ་ནི་ནིའུ་ཡོག New Jersey ས་གནས་བོད་རིགས་སྤྱི་མཐུན་ཚོགས་པ་གཙོ་བོར་བྱས་པའི་དེ་གའི་ས་གནས་ཀྱི་ཚོགས་པ་ཁག་རེས་མི་མང་སྒེར་དེ་གའི་ཆ་ཚང་དང་ཇེ་རགས་ཀྱི་ཨ་ནི་བྲེལ་ཟིང་ཡོད་པའི་དུས་ཚོད་ཅིག་རེད་ཨ་ནི་ཚང་མའི་ངོས་ནས་ཞེ་རགས་ཀྱི་ད་ཧ་རུ་བ་རུ་གི་ཐོག་ནས་ད་ཉིན་མཚན་ལྟོས་མེད་ཀྱི་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་དུས་ཡུན་ལ་ཡར་ངོ་རྒོལ་སྐད་འབོད་གནང་ཡས་རེད་ད་ནི་ཤིན་ཨ་ཕི་གའི་སྤྱི་ཁང་ལ་ཡ་སྤྱི་མཐུན་ཚོགས་པའི་ཚོགས་ཁང་ལ་ཡ་ཉིན་མཚན་ལྟོས་མེད་ཀྱི་ཐོག་ནས་ཨ་ནི་ཨ་ནི་མཆོད་འབུལ་སྨོན་ལམ་གསུང་ཡས་དེ་གའི་ཞེ་དྲག་ག་རུ་བུ་རུ་འདུག་གནང་གནང་ཡོད་རེད་དེ་སུ་དུས་བསམ་པ་ལ་སྐབས་དེ་དུས་དུས་ཚོད་རྫ་དྲག་དང་བྲེལ་བ་ཚ་བོ་ཞིག་བུ་ཅི་ག་ལ་ཡ་ང་ཚོ་ས་ཆ་ཐག་རིང་པོ་ཅིག་ནས་བསྡད་བྱས་ཨ་ནི་དེ་འདྲའི་ཅིག་དེ་འདྲའི་ཆས་གོ་འདུག་ཕན་འབྲས་ཆས་གོ་འདུག་ཟེར་ལབ་བསྡད་པ་ཡིན་ན་ཁོ་འཚམས་པོ་དང་ལན་པོ་ཆེ་རྩ་བ་ཉིད་ནས་མཐོང་མ་སོང་ད་ཡིན་པ་ཡིན་ན་ཁེ་སང་འཁྲུངས་སྐར་ཉིན་མོ་དེ་ལ་ཡ་ཨ་ནི་ད་རྒྱལ་གཅེས་དཔའ་བོ་དམ་པ་ཁོང་གིས་ད་སྐུ་ཕུང་ཞོགས་འབུལ་གནང་ཟིན་པ་སོང་ཙང་ཨ་ནི་དེ་རིང་ངས་གོ་སྐབས་དེ་ལེན་ཆེད་ང་རེ་སྐད་ཆ་ཚིག་ཁ་ཤས་ཤིག་བསྡུ་ཞུ་གི་ཡིན་ཨ་ནི་དེ་ལ་ཡ་ཕལ་ཆེན་ད་བསམ་ཚུལ་སོ་ནི་དོན་ཚན་ཁག་དྲུག་སུ་ཅིག་ཡོད། ཨ་ནི་དོན་ཚན་དང་པོ། གཉིས་པ་འདི་ཨ་ནི། ང་བསམ་ཚུལ་ག་ཟི་ནི་ཡོད་དེ་ཡིན་པ་ནི་འདིའི་སྐོར་ལ་ད། ད་ལྟ། ད་སྤྱི་ཚོགས་ནང་གླེང་སློང་དུ་མ་སོང་ན་གར་གང་འཚམ་གནང་དང་གནང་བཞིན་པའི་གནས་ཚུལ་ཞི་རེ་བཞག་ཡིན་པ་ནི། ང་རི་བསམ་ཚུལ་ཡོད་པ་དེ་ཆ་ཚང་ཅིག་མ་ཞུས་བཞག་ཡིན། ད་བསྐྱར་ཟློས་དྲུག་ཆ་དྲུག་རེད། ད། དོན་ཚན་དང་པོ་དེ་གང་ཡིན་ཟེར་ན་ད་ད་ལྟ། རྒྱལ་གཅེས་དཔའ་བོ་དམ་པ་ཁོང་གི་དྲན་རྟེན་གྱི་ད་རྡོ་རིང་ཟེར་ན་རེད་རྡོ་སྐུ་དེ་འདྲས་ཅིག་ཞང་ཡག་གི་སྐོར་དེ་རེད་དེ་ལ་ཡ་ད་ད་ད་རི་རང་ངེད་ཀྱི་ད་ད་ནེའུ་ཡོག་ནིའུ་ཇེ་སཱ་ནི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཨ་ནི་ཚོགས་གཙོས་བཀའ་སློབ་གནང་བཞིན་པའི་བརྙན་ཐུང་ཆུང་ཆུང་ཅིག་མཇལ་སོང་དེ་ལ་ཡ་ཁོང་གི་ངོ་ནས་གསུང་ཡ་ལ་ད་ཕི་ཆེ་གྲོང་སྡེ་ལས་ཁུངས་ལ་ཡ

ཡང། ཆོག་མཆན་རག་མ་རག་ཟིན་ཡང་མ་རིག་པའི་མ་འགྲིག་པའི་གནས་སྟངས་འགྲོ་རྒྱུ་བྱུང་དགོས་ན་ཡང་ཐབས་ལམ་གཞན་པ་གཅིག་ག་རེ་བསམ་བློ་འཁོར་དགོས་འདུག་ལབ་པ་ཡིན་ན་དེ་འདྲའི་ཆེའི་གནང་ཐབས་མེད་འགྲོ་ད་ལྟ་ཡང། རྡོ་རིང་ཆེན་པོ་དང། མདོག་གི་སྐུ་ཡ Statue ཆེན་པོ་འདི་འདྲའི་རྒྱ་བལ་གྱི་ཆོག་མཆན་འགྲོ་གི་ཚེ་རག་མ་རག་གནས་ཚུལ་བྱུང་པ་ཡིན་ཡང་ཐབས་ལམ་གཞན་པ་གཅིག་ལ་ཡ་ད་ལྟ་མཉམ་འབྲེལ་རྒྱལ་ཚོགས་མདུན་ཐང་དེ་ད་ལྟ་ཁོ་ལུས་མེ་མཆོད་ཕེབས་ས་ས་ཆ་ད་ག་རང་ལ་ཡག་ནི་ས་ཆུ་མཆོད་གི་ད་ད་ད་བརྩིགས་པའི་སོ་རེ་ཅིག་ད་ད་རྒྱ་གར་ཡིན་ན་སེ་མེན་ལི་གི་ད Concrete དེ་བརྩིགས་པ་ཡག་ཅིག་ལེབ་ལེབ་ཅིག་འདུག་སི་ཡ་ད་བྱིའུ་མཐོན་པོ་མེད་པ་ནི་དེ་འདྲས་ཅིག་བླངས་ཐུབ་པ་བྱས་བྱས་ནི་དེའི་སྒང་ལ་ཡག་ནི་ད་རྒྱལ་གཅེས་དཔའ་བོ་དམ་པ་ཁོང་གིས་ནི་འདྲ་པར་ཟེར་ན་ཀུ་པར་གྱི་དུས་བབ་པར་བཏབ་ཐུབ་པ་བྱས། གང་གི་རྩད་དེ་ལ་ཡ། ཨ་འདི་ནས་གཤམ་ལ་ཡ་ད་ཁོང་གི་ལུགས་རྒྱུད་སྙིང་བསྡུས་ཀྱི་ཞེས་ཨ་འདི་འདྲས་ཀྱིས་ད་གུ་ལི་མེ་ཆུ་ཕུལ་དགོས་པའི་གོ་བ་རྒྱུ་མཚན་འདི་འདྲས་ཀྱི་བར་བཏབ་ཐུབ་པ་ཡིན་ན་ད་དཔེ་ན་ཆགས་ཤིག་ན་ང་ཚོ་རྒྱ་གར་ལ་ཡ་ང་ཚོ་ནང་པའི་གནས་མཇལ་བའི་སྐབས་ལ་གནས་མཇལ་བྱེད་ས་ལ་ཡ་གནས་ཀྱི་ཤེས་པ་འདི་འདྲས་བསྡུ་བསྡུ་བསྡུ་བསྡུས་བརྩིགས་པ་ག་ལ་ཡོད་མགུ་འདུག་ཨ། ད་ཡང་གལ་སྲིད་ས་ཆ་ཆེ་ཆུང་དང་འདི་འདྲའི་ཐོག་ནས་བཀའ་གྲོས་རག་དང་མ་རག་གནས་ཚུལ་བྱུང་གི་ཡོད་ན་ཟེར་ལབ་ཀྱི་ཡོད་ཡང་ཁོ་གདམ་དགའ་འདི་མ་སོང་ན་གཞན་པ་གཅིག་འདི་འདྲས་བྱེད་ཡ་མེད་འགྲོ་ཟེར་ཅིག་འདི་གཅིག་ཞུ་བས་བྱས་དེ་ནས་ད། དོན་ཚན་གཉིས་པ་འདི་ད་ད་ལྟ་རྒྱལ་གཅེས་དཔའ་བོ་དམ་པ་ཁོང་གི་ཆེད་དུ་ཡ་དྲན་རྟེན་གྱི་ད་ཚུལ་དུ་ཆེ་བསྟོད་ཞུ་ཡའི་ཆེད་དུ་ཡ་ཨ་ད་ད་སྐུ་ལུས་མེ་མཆོད་ཕུལ་ས་གི་ས་ཚིག་ད་ག་རང་གི་ཉེ་འཁོར་གི་ལམ་ཀ་འདི་ག་རེ་ཁྱི་རྒོད་མེད་དེ་ལ་ཡ་ཨ་ནི། ལམ་ཁ་གི་མིང་ཡོར་བ་བྱས་ཙང་ལམ་མིང་འདི་གའི་དེ་ཨ་ནི། དམ་པ་ཁོང་གིས་ད་ཆེ་བསྟོད་མཚོན་བྱེད་ལ་ཡ་ཨ་ནི། ལམ་འགའི་མིང་འདི་ཨ་ནི། གཞུང་ལམ་འདི་གའི་མིང་འདི་གའི་དེ་ཨ་ནི་བར་མིང་བསྒྱུར་བྱས་ལ་ཡང་མངའ་སྡེ་གྲོང་སྡེ་ལས་ཁུངས་ལ་གདུགས་བྱས་རྗེས་འབོད་སྐུལ་ཞུས་རྗེས་ཨ་ནི་མིང་བསྒྱུར་བྱས་དེ་འདྲས་ཡོང་ཆོག་གི་འདུག་བ་དེ་འདྲས་ཨ་མི་རི་ཀ་ནང་དེ་འདྲས་ཞུས་བྱས་ནས་ཡང་གཞུང་ལམ་འདི་དེའི་འཁྲིས་ཀྱི་ད་འདི་ལ་ཡ། ད Street ལབ་ཀྱི་ཡོད་ནས Avenue ལབ་ཀྱི་ཡོད་ནས་ལ་སོགས་པ་ག་རེ་ལབ་ཀྱི་ཡོད་ནས་དེ་ཁོང་གི་མཚན་ཐོ་ལ་ཡ་དམ་པ་ཁོང་མཚན་ཐོ་ལ་འདི་འདྲས་ཅིག་ཡོང་ཐུབ་ཡ་ཞིག་འདུག་མི་འདུག་དེ་འདྲས་འབད་བརྩོན་གནང་ཡ་ཞེས་གལ་སྲིད་ད་དམ་པ་ཁོང་གི་མཚན་ཐོ་ལ་ཡ་འདི་འདྲས་ལམ་ཀ་ཅིག་ཡོང་གི་མེད་ན་དེ་དང་འབྲེལ་བའི་ཐོག་ནས་ཁོང་གིས་སྐུ་ལུས་མེ་མཆོད་འཕེལ་ཡོད་དེ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཡིད་རྟོན་ཚང་མ་ཡང་དེ་དང་འབྲེལ་བའི་གི་ཚིག་གཞན་པ Tibet Road Tibet Avenue ལ་སོགས་པ་དེ་འདྲའི་ཡོང་གི་འདུག་ཡོང་གི་མི་འདུག་བ། དེ་མེད་པ་ཡིན་ན་ག་རེ་ལབ་པ་ཡིན་ན་འདས་པའི་ནང་ལོ་ལ་ཕལ་ཆེར California དུ་བ་ཅིག San Francisco དུ་བ་ཅིག་ལ་ཁོང་ཚོ་དེ་འདྲའི་ཞུ་ས་དུ་བ་ཁོ་ལམ་ཁ་ཅིག་བྱེད་ཆེད་བེ་ཅིང Dalai Lama Avenue ནས Street ཡིན་ན་ཅིག་བེ་ཅིང California བེ་ཅིང་སན་ཧྥེ་སི་ཀོ་དུ་གཅིག་བོད་རིགས་ཚོའི་འདུག་སའི་ཡང་ཞུ་སྐུལ་བྱས་བྱས་བྱས་དེ་འདྲའི་ཅིག་གནང་ཐོག་བྱུང་སོང་བྱས་ཙང་ཨ་ནི་དེ་དང་འབྲེལ་བའི་ཨ་ནི་བོད་ཅེས་བྱས་ཡོང་གི་འདུག་བས Tibet Street Avenue དེ་འདྲའི་ཡོང་གི་འདུག་བས་དེ་སྨན་པ་ཡིན་ན་ཡང་ཁོང་གིས་གར་ཞུ་གི་རེད་སྐུ་ལུས་མེ་མཆོད་བུད་བསྡད་ཡ་དེ་ད། བོད་ནང་གི་བོད་མི་གི་རང་དབང་ཆེད་དུ་གནང་འདོད་དེ་ཟ་མ་ཡ་དེ་དང་ཉེས་པའི་ཐ་སྙད་དེ་འདྲས་རེད་གལ་སྲིད་ཡང། ངས་གར་ཅིག་ཞུ་དགོས་ཟེར་ལབ་ན་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་ཆགས་ཡོད་འདུག་ཟེར་བ་ལྟར་རྒྱ་ནག་གཞུང་གིས་དེ་གནས་ཚུལ་དེ་ཞིབ་ཚགས་པོ་ལྟ་གི་ཡོད་རེད་བསམ་གི་འདུག་དེ་ལ་ཡ་ཁོང་ཚོས་དངོས་ཤུགས་བརྒྱུད་གསུམ་ནས་དུ་བ་ལ་དོ་ཕོག་བཏང་ཡ་དང་གནོན་ཤུགས་སྟོན་ཡ་དེ་འདྲས་ཡོང་སྲིད་པ་རེད་བསམ་གི་འདུག་ད་ཡིན་པ་ཡིན་ནའི་ནིའུ་ཡོག་ལ་ཡ་བོད་པ་མི་འབོར་ཆེན་པོ་རེད་དེ་ཟེར་དུས་བསམ་པ་ལ་ཡ་ཨང་ཡང། གྲངས་མང་པོ་ཅིག་བྱས་ཚོགས་པ་སྐྱིད་སྡུག་མང་པོ་ཅིག་མཉམ་རུབ་ཐོག་ནས་ཡང་ཞུ་གཏུག་བྱས་པ་ཡིན་ན་ཡང། ང་ཚོ་ང་རང་ཚོའི་བསམ་དོན་ཞུ་གསུང་ག་རེ་གནང་རོགས་ཕྱི་གསལ་དེ་གནང་ཐུབ་ཡ་རེད་ཡིན་པ་ཡིན་ནའི་དེ་སྲིད་མ་ཡོང་པའི་དབང་དུ། མ་ཡོང་བ་རེད་ཅེས་ཡིན་པ་ཡིན་ཡང་ཁོ་གདམ་ག་གཞན་པ་ག་རེ་ཡོད་མེད་དེ་ངས་ད་བར་བསམ་ཚུལ་སྡུག་གསུམ་མ་ཞུས་བསྡད་པ་ཡིན། བྱས་ཙང།

ནིའུ་ཡོག་གི་ས་གནས་ད་ལྟའི་མཉམ་འབྲེལ་རྒྱལ་ཚོགས་བདུན་ཁོ་རང་བོད་རིགས་སློབ་དགའ་རང་བཙན་ཟེར་ཡས་ཅིག་བོད་རྒྱལ་ཁབ་དེ་མི་རིགས་ཆེད་དུ་སྐུ་ལུས་མེ་ཆུ་ཕུལ་བ་རེད་ཟེར་ཏེ་འགྲེལ་བཤད་འདི་ཐག་གཅོད་འདི་གི་བརྒྱུད་རིམ་གི་ནང་ལོ་ལ་འགྲེལ་བཤད་འདི་གླེང་དགོས་རེད་ད་མིང་འདི་གལ་སྲིད་ཡང་ཁ་ཐུག་འདི་འདྲའི་རྒྱབ་མ་ཐུག་ཡིན་ན་གནོན་ཤུགས་དབང་གིས་རང་དབང Freedom Road Freedom Avenue Street འདི་འདྲ་རྒྱབ་པ་ཡིན་ན་རྒྱབ་ལྗོངས་ནང་འགྲེལ་བཤད་གླེང་དུས་ཙམ་པ་ལ་གྲོང་སྡེ་ལས་ཁུངས་ཀྱི་ཡིག་སྣོད་ནང་ལོ་ལ་གྲོང་སྡེ་ལས་ཁུངས་ཀྱི་ལོ་རྒྱུས་ནང་ལོ་ལ་བོད་པའི་གནས་ཚུལ་དེ་ཁོང་གི་བློས་བཏང་ནང་པ་དེ་ཡིན་ན་ཟེར་དེ་ཡོད་རེད། བྱས་ཙང་དེ་འདྲའི་ལམ་ཁ་ཅིག་ཡོད་མེད་ཟེར་ཡ་མེད་འགྲོ་བསམ་གྱི་འདུག་འདུག་བྱས་དེ་ནས་དོན་དག་གསུམ་པ་དེ་འདི་ཡིན་ད་ད་ལྟ་དཔའ་བོ་དམ་པ་ཁོང་གིས་ད་སྐུ་ལུས་མེ་མཆོད་མ་ཕུལ་བས་ཀྱི་ད་དངོས་ལ་ཡང་ད་ལྟ་བརྙན་ཐུང་བཞག་བཞག་པ་ལྟ་ཁོང་གི་ཞལ་ཆེམས་ཟེར་ན་རེ་ཁ་ཆེམས་འདི་ནང་ནང་དོན་གལ་ཆོད་ཆོད་གཙོ་བོ་གཅིག་ག་རེ་ཟེར་ལབ་པ་ཡིན་ན་ད་ཆོལ་གསུམ་རྡོག་རྩ་གཅིག་སྒྲིལ་གནང་ཡས་དགོས་ལ་ཡག་ཁོང་གི་དུ་གསུངས་ཡོད་རེད་ད་འདི་དམ་པ་ཁོང་གི་གསུངས་པ་གཅིག་པོ་ཚད་ཡིག་མ་རེད་ར་བ་ད་འདས་ཆོལ་གསུམ་གཅིག་སྒྲིལ་ཟེར་ཡས་དེ་ང་རང་ཚོ་ད་ཡོད་ན་མེད་ན་ང་རང་ཚོ་དབུ་ཁྲིད་བླ་ན་མེད་པའི་དབུ་རྒྱུད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐོག་མ་བཙན་བྱོལ་འབྱོར་བ་ནས་བྱས་རྗེས་དེའི་གི་ཕྱི་ཕྱི་ལོ་འདི་ཕལ་ཆེར་ཡིན་ས་ཡོད་དེ་འདྲའི་ཟླ་ལྔ་བཅུ་ང་དགུ་ཡིན་ད་དྲུག་ཅུ་ཡིན་ད་དུ་བ་གཅིག་ལོ་ཏག་ཏག་དྲན་གི་མི་འདུག་གང་ལྟར་རྡོ་རྗེ་གདན་ལ་ཡ་ང་ཚོས་ད་ནག་གི་ཐུ་བོ་ཆེ་ཟེར་བྱས་འདུག་ཟེར་ཆོལ་གསུམ་གཅིག་སྒྲིལ་ཡོང་ཡ་གི་འདི་རྗེས་སུ་དམ་བཅའ་ཞིག་ཕུལ་ཡོད་རེད་བ། དེ་ནས་བྱས་རྗེས་ད་འདས་པའི་ལོ་སྟོང་ན་དེའི་ནང་ལོགས་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལྔ་གཅིག་བར་གསུམ་ལ་ཡ་ད་ཆོལ་གསུམ་ད་བོད་རིགས་འདི་གས་ནི་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དགོས་ཀྱི་ཡོད་པའི་སྐོར་ལ་ཡང་བཀའ་སློབ་རབ་དང་རིམ་པ་རོ། ཆོལ་གསུམ་གཅིག་སྒྲིལ་དང་བོད་རིགས་འདི་གས་ཆོལ་ཁ་གསུམ་འདི་གས་སྐྱིད་སྡུག་མཉམ་མྱོང་བོད་རིགས་སྐྱིད་སྡུག་མཉམ་མྱོང་རོ། སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ཡིན་ཟེར་བྱས་བྱས་ད་གོང་ས་མཆོག་གི་ཞལ་དྲོན་མོ་ནས་ད་ལན་མང་པོ་འདུག་ཟེར་བཀའ་གནང་ཡོད་རེད་བ། ད་ག་ནང་བཞིན་ཉིས་སྟོང་བརྒྱད་ལོ་ལ་ཡང་རྒྱ་ནག་ལ་ད་ལྟ་པེ་ཅིང་ཨོ་ལམ་པིག་ཚུགས་པའི་རྗེས་ལ་ཉིས་སྟོང་དགུ་ནས་རྗེས་བོད་ནང་ལོ་ལ་ཡང་ད་བོད་རྒྱལ་ཁབ་མི་རིགས་ཆེད་དུ་ཡང་སྐུ་ལུས་མེ་མཆོད་ཕུལ་མཁན་སྟོབས་ནག་འདི་བྱུང་རེད་དེ་ནས་ཕྱེད་ཕྱེད་ཉིས་སྟོང་དགུ་ཚུན་ཆད་ནས་བྱས་ནས་བོད་ནང་ལོ་ནས་ད་འབོད་སྒྲ་ཟེར་ན་རེད་འཕྲད་དར་འཕྱར་ཞེས་ད་ཡོང་སྒྲ་ཤུགས་ཆེན་པོ་འབོད་སྒྲ་སྒྲོག་ཡ་ད་འཕྲད་དར་འཕྱར་བསྡད་ཡ་གཅིག་བོད་མི་སྐྱིད་སྡུག་མཉམ་མྱོང་ཟེར་བྱས་བྱས་འདུག་བྱས་ཡོད་རེད་བྱས་ཙང་འདི་ཟེར་དུས་བརྩམས་པ་ད་ལྟའི་གལ་ཆེ་དཔའ་བོ་ད་ཀློག་པ་རང་བཙན་གྱི་ད་ཁ་ཆེམས་རེད་ཞལ་ཆེམས་དེ་རེད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ད་འདས་མ་ད་གསུམ་ལ་དེ་འདྲའི་དུས་ཡུན་རྒྱུན་རིང་པོ་ནང་ལ་ཡ་དགའ་ལོབས་ལམ་སྟོན་རེད་བོད་ནང་གི་ད། འབོད་སྒྲ་ཟེར་ནི་རེད་ཁོ་ན་ཚོ་གི་འབོད་ཚིག་གི་འདུག་ཉམས་མྱོང་སྡུག་གསུངས་ཡོད་དུས་བརྩམས་པ་ཨ་ནི། ད་ད་ལྟ། ཕྱི་ཟླ། བརྒྱད་པའི་གི་ཚེས་ཉི་ཤུ་འདི། གཟའ་ཕུར་བུ་ཁེལ་དེ་ཡོད་རེད། དེ་ལ་ཡང་ད་ད་ལྟ་རྒྱལ་གཅེས་དཔའ་བོ་དམ་པ་ཁོང་གི་ཞག་བཞིར་དགུ་དེ་ཁེལ་གི་ཡོད་རེད་འདི་ག་རེད་ལབ་པ་ཡིན་ན། ད་ད་ཁོང་གི་སྐུ་ལུས་མེ་མཆོད་ཕུལ་ཡ་དེའི་ཉིན་མོ་འདི་ད་ད་ནི་ཡོག་ལ་ཡང་ཨ་ནི་ཕྱི་ཟླ་བདུན་པའི་ཚེས་གཉིས་ཨ་ནི། རེས་གཟའ་ཕུན་པོའི་དགོངས་དག་འདི་ལ་སྐུ་ལུས་མེ་མཆོད་ཕུལ་བ་རེད་དེ་སུས་འདི་གསུངས་པ་བོད་པའི་རྩིས་ཀྱི་འགྲོ་སྟངས་ཤེས་བཟོ་བྱས་པ་ཡིན་ན་གཟའ་དཔག་བསམ་འདི་ལ་ཡང་ཞག་དང་པོ་རྩིས་ཡོང་འདི་གཟའ་པ་ལ་ཨ་ནི་གཟའ་ཕུར་བུ་འདི་ལ་ཞག་བདུན་པ་དེ་ཁེལ་ཡོང་དགོས་རེད་བདུན་རྩིས་དང་པོ་དེ་ཤེས་གཟའ་བདུན་རྩིས་དང་པོ་དེ་ཞག་གཟའ་ཕུར་བུ་ལ་ཁེལ་དུས་གཟའ་པ་དེ་ནི་མ་བདུན་བདུན་རྩིས་པའི་ཞག་བཞིར་དགོས་དེ་ཨ་ནི་འབྱུང་མ་སྤྱིན་ཟླ་བརྒྱད་པའི། ཚེས་ཉི་ཤུ་གཟའ་ཕུར་བུ་དེ་ཨ་ནི་ཞག་བཞི་རེ་གུག་ཏུ་འཁེལ་གི་ཡོད་རེད་བྱས་ཙང་དེ་ལ་ཡ་ད་ད་ལྟ་ཁོང་ཁོ་རང་གིས་ད་ཁ་ཆེམས་བཞེས་སོང་རྒྱ་བར་མཆིས་བཀའ་དགོངས་བཞེས་སོང་བོད་ནང་གི་ད་བོད་མི་གི་ད་འབོད་སྒྲ་རེ་འཕྲེད་དར་ཆགས་བ་བཞེས་སོང་གི་ད་ད་ངེད་ཅར་སྐུ་ལུས་མེ་མཆོད་ཕུལ་བ་ནས་ད་ད་བར་དུ་ཉིན་ཤས་རེ་འགའ་ལ་ཡ་ཨ་ནི་ང་རང་ཚོ་ད་ཆོལ་གསུམ་བོད་རིགས་ཆ་ཚང་གི་ནི་ཡག་ཉུག་བྱ་སྲིད་མ་ཡིན་པར་བོད་མི་དུས་སྟོད་ས་གནས་མང་པོ་ཞེ་བོ་གཅིག་གི་ལྟ་མ་གྲོས་བསམ་པ་གཅིག་མཐུན་གི་ཐོག་ནི་ར་ད་བོད་མི་གཅིག་སྒྲིག་གི་རྣམ་འགྱུར་ར་མཐུན་སྒྲིལ་གི་རྣམ་པ་ཤུགས་ཆེན་པོ་ཞེ་བོ་གཅིག་བཏོན་ཡོད་རེད་ར་ད་འདི་ང་རང་ཚོ་རང་བཞིན་ལྷན་སྐྱེས་ཀི་ང་རང་ཚོ་ལ་ཡ་ད། བོད་རིགས་ཀྱི་ད་ལར་རྒྱ་ཟེར་ནས་གཞན་མགོ་དེ་ད་སེམས་གཏིང་གཏིང་ཡོད་པ་དེ་སྔོན་དུ་ཡག་འདུག་དོན་ལས་དོན་སླེ་ཡོད་རེད་དེ་ཟེར་དུས་བསམ་པ་ལ་ད་ད་རེས་ཉིན་ཤས་ནང་ལོ་དེ་བྱུང་བ་ཞེ་བཟུང་བྱས་རྗེས་ཨ་ནི་བརྒྱད་པའི་ཚེས་ཉི་ཤུ་ཨ་ནི་ཞལ་དགུ་ཉི་མ་དེ་ལ་ཡང་ད་ནིའུ་ཡོག་ནི་རྒྱ་སེ་གཙོ་བོ་བྱས་པའི་བོད་མི་འདུས་སྡོད་ས་ཁུལ་ཚང་མའི་ངོས་ནས་ཨ་ནི་ས་གནས་ལ་ཡོད་པའི་ས་གནས་ག་བ་ཡིན་མིན་ལ་རྒྱ་བོད་འབྲུག་གསུམ་ཆེ་གེ་ཡོད་རིགས་གོ་བ་ཡིན་ན་དེ་ལ་ཡང་ཚོགས་པ་སྐྱིད་སྡུག་ཆ་ཚང་མཉམ་རུབ་ཀྱི་ཐོག་ནས་ཨ་ནི་ཁོང་གི་ཞག་ཞེར་གུག་གི་མཆོད་འབུལ་སྔོན་སྨོན་ལམ་དེ་ཡང་ཨ་ཚང་མ་མཉམ་རུབ་ཀྱི་ཐོག་ནས་ཨ་ནི་མཆོད་འབུལ་སྨོན་ལམ་རྒྱས་པ་ཅིག་ཚུར་གནང་ཐུབ་པ་ཡིན་ན་ཞེ་དྲག་ཡག་པོ་ཡོད་རེད་བསམ་འདུག་དྲན་གྱི་འདུག་དེ་དོན་ཚན་གསུམ་པ་དེ་བྱས་ད་དེ་ནས། དོན་ཚན་བཞི་པ་དེ་འདི་དྲན་གྱི་འདུག་ད་ལྟ། ད་མཇུག་མ་ལོ། ཉིས་སྟོང་ཉིས་སྟབས་བདུན་སྤྱི་ཟླ་བདུན་པའི་ཚེས་གཉིས་ཉིན་མོ་དེ། ད། རྒྱལ་གཅེས་དཔའ་བོ་དམ་པ་ཁོང་གིས་ད་སྐུ་ལུས་མེ་མཆོད་ཕུལ་རྗེས་ལོ་གཅིག་ཧྲིལ་པོ་འཁོར་གྱི་ཡོད་རེད་ད། Indigenous Sea ལབ་པ་ཡིན་ནི Anniversary དུ་ཆགས་འགྲོ་གི་རེད་ད་འདི་དུས་ཚོད་དེ་གནད་འགག་ཆེན་པོ་བཞུགས་ཆགས་འདི་ཡོད་རེད་བྱས་ཙང་ད། ཇོ་མ་ལུག་སྤྱི་ཟླ་བདུན་པའི་ཚེས་གཉིས་དེ་མ་སླེབས་གོང་ནས་སྔ་ས་ནས་ད་ནི་ཡོག་ཡོད་པའི་གི་ད་ཚོགས་པ་སྐྱིད་སྡུག་ཐུན་མོང་གུང་ང་ནས་ཤུགས་རྒྱབ་བྱས་ཨ་སྔ་ས་ནི་གྲོང་སྡེ་ལི་གུང་ལ་སོགས་པ་ག་བ་ཆོག་ཆོན་ཤོ་གུ་ནས་ཆོག་ཆོན་ཞུས་བྱས་དེའི་ཉིན་མོ་དེ་ལ་ངེས་པར་དུ་ད་མཉམ་འབྲེལ་རྒྱལ་ཚོགས་བདུན་དང་ལི་ཡག་བདུན་དེ་ས་ཚིགས་ད་ག་རང་ལ་སྐུ་ལུས་མེ་མཆོད་པའི་ས་དེ་ལ་ཡག་ཨ་ནི་ངོ་རྒོལ་རྔམ་སྟོན་སྐད་འབོད་གཞི་རྒྱ་ཆེན་པོ་ཞིག་སྤེལ་བར་བསམ་གྱི་འདུག་དེ་དེ་བཞིན་ས་གནས་གཞན་པར་བོད་མི་འདུས་སྡོད་ས་གནས་ཚང་མར་གནང་ཐུབ་པ་ནི་ཡག་ཤོས་ཆེ་དེ་མེད་ན་ནེའི་ཡོར་དང་ངེས་པར་དུ་གནང་དགོས་བསམ་གྱི་འདུག་དུས་སང་སྤྱི་ཟླ་བདུན་པའི་ཚེས་ཉིས་སྟོང་ཉིས་སྟོང་རྩ་བདུན་ནས་འགོ་བཙུགས་བྱས་ཨ་ནི་དེ་ནས་ལོ་ལྟར་མ་བྱས་པའི་ཐོག་ནས་ལོ་རྟག་པར་བདུན་པའི་གཉིས་དེ་ལ་ཡང་དེ་འདྲས་ཀྱི་ཁོང་གི་དྲན་རྟེན་ཆེད་དུ་བལྟ་སྟེ་མཉམ་འབྲེལ་རྒྱལ་ཚོགས་འདུས་ཡོང་ཡ་ངོ་རྒོལ་སྐྱོན་འབེལ་གནང་ཡ་དེ་གནད་འགག་ཆེན་པོ་བཞུགས་ཕྱིར་བཤད་ག་རེ་གནང་ན་ས་ཚིགས་འདི་གལ་ཆེན་པོ་བཞུགས་ཆགས་དེ་ཡོད་རེད་ད་རེས་ཁོང་གི་སྐུ་ལུས་མེ་མཆོད་ཕུལ་ཚར་ཏེ་མཉམ་འབྲེལ་རྒྱལ་ཚོགས་ཀྱི་འདུས་ཡོང་ཁོ་རང་ལ་ཁོ་རང་ཚོའི་མིག་གིས་མཐོང་ཡོད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཤེས་དེ་ཡོད་ད་ད་ད་ཁོ་རང་ཚོའི་གིས་ད་ད། དེའི་སྐོར་ལ་ཁོ་རང་ཚོས་སྐད་ཆ་ཡང་བཤད་བཤད་བྱུང་ཡོད་རེད། དེ་བཞིན་དུ་རྣམ་པ་རྒྱལ་སྤྱིའི་གསར་འགྱུར་ནང་ལས་ཤུགས་ཆེན་པོ་ཐོན་ཡོད་རེད་ཁོ་རང་ཚོས་ཀྱིས་ཤེས་འདོད་ཡོད་རེད་ཁོ་རང་ཚོས་ཀྱིས་མཐོང་ཡོད་རེད། དེ་བཞིན་དུ་རྣམ་པ་རྒྱལ་སྤྱིའི་དྲན་པའི་ནང་ལ་དེ་གསལ་པོ་ཞིབ་པོ་ཅིག་ཡོད་དུས་རྩམ་པ་འདི་ང་ཚོའི་རྩ་བ་ཉིད་ནས། འཛམ་གླིང་གི་དྲན་པའི་ནང་ནས་བརླག་ཆོག་ཡས་མེད་དུས་རྩམ་པ་ལ་ས་ཆ་ས་ཆ་དེ་གནད་འགག་ཡིན་དུས་རྩམ་པ་ལ་དེ་ལ་ལོ་རྟག་པར་བདུན་པའི་གཉིས་ལ་སྐད་བརྒྱབ་བྱས་མཉམ་འབྲེལ་རྒྱལ་ཚོགས་ཨམ་ཅོག་ཚ་བོ་བཟོས་དགོས་ཡས་དེ་གནད་འགག་ཆེན་པོ་ཞུགས་ཆགས་བསྡད་ཡོད་རེད། ག་རེ་ཟེར་ལབ་པ་ཡིན་ན། ད་ལྟའི་རྒྱལ་གཅེས་དཔའ་བོ་གི་སྐུ་ལུས་མི་བཅོས་ཕུལ་ཡ་དེ་ཡིས་གོང་གི་ད་མངོན་འདོད་དུ་མ་བཟུང་ན་ད་གཙོ་ཆེ་ཤོས་དགོས་པ་དམིགས་ཡུལ་དེ་ད་བོད་རྒྱལ་ཁབ་དང་མི་རིགས་ལ་ཡ་གཅིག་ཕན་ན་བསམ་བྱས་འདི་དགོངས་པ་བཞེས་ཡོད་དུས་བསམ་པ་གོང་གི་འདི་འདྲའི་བློས་བཏང་གནང་བཞག་པ་དེ་ང་ཚོའི་ད་བོད་རྒྱལ་ཁབ་དང་མི་རིགས་ལ་ཕན་པའི་ལས་འགུལ་ངོ་བོར་འགྱུར་ཆེད་འདི་དུས་ཚིགས་འདི་ང་ཚོས་ཁེ་ཕན་བླང་དགོས་ཡ་དེ་གནད་འགག་ཆེན་པོ་ཞུ་ཆགས་ཡོད་རེད་བསམ་གྱི་འདུག་བྱས་ཙང་ངེས་པར་དུ་བདུན་པའི་གཉིས་ལ་ཇོ་མང་ལོ་དེ་ལ་སྔགས་གསར་ནས་ཕྱོགས་ཞེན་ཞུ་ཆེད་ངོ་རྒོལ་ངམ་དོན་རྐྱེན་འབོད་ཤུགས་ཆེན་པོ་ཅིག་བྱ་དགོས་བསམ་གྱི་འདུག་འདུག་བཤད་ཨ་ནི། ཨ། དེ་གནང་པའི་སྐབས་ལ་དེ་དང་ཕྱོགས་མཚུངས། ཨ། ཇོ་མང་ལོ་དེ་ལ་བདུན་པའི་ཉིན་མ་ལེ་ཁོང་ལ་ཡང་ཆོག་མཆན་ཞུས་པ་དང་གྲགས་ཨ་ནི། གསར་འགྱུར་བརྒྱུད་ལམ་ཁག་ལ་ཡང་འབྲེལ་བ་གནང་ཡོད་དེ་ཞེ་རགས་གལ་ཆེན་པོ་ཆགས་བསྡད་བཞག་ཡོད། མཇུག་མ་བདུན་པའི་ཉིན་མ་ལས་གོང་ལ་གསར་འགྱུར་བརྒྱུད་ལམ་ལ་ངེས་པར་དུ་ད་རེས་ད་གསར་འགྱུར་བརྒྱུད་ལམ་མང་པོ་ཅིག་གི་གནས་ཚུལ་དེ་བཤད་འདོད་རེ་ཁེངས་འདུག་དུས་རྩོམ་པ་སྔ་ས་ནས་ད་བདུན་པའི་ཉིན་དེ་ལ་ཡང་ང་ཚོ་ད་ལོ་ན་ནིང་ཨ་ནི་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་གྱིས་ད་བོད་རྒྱལ་ཁབ་འདི་ཆོས་ལ་ཆེད་དུ་མཉམ་འབྲེལ་རྒྱལ་ཚོགས་བདུན་ལ་ཡང་སྐུ་ལུས་མེ་ཆུ་ཕུལ་བ་དེ་གིས་ད་ད་ལོ་ང་ཚོ་ལོ་གཅིག་འདུག་ཟེར་ཅེས་དྲན་རྟེན་སྲུང་བརྩི་བྱེད་ཀྱི་ཡོད་ཟེར་སྔ་ས་ནས་ཁོ་ཚོ་ལ་བདག་བསྡུ་བཏང་ཆེད་ལན་སྤྲད་དགོས་པ་དེ་གནད་འགག་ཆེན་པོ་རེད་ཤག་དེ་ག་རེད་ཟེར་ལབ་པ་ཡིན་ན་རྩ་བའི་ང་རང་ཚོ་ང་ཚོ་བོད་རིགས་ནང་ལོག་ལ་ཡར་ལག་ཐོག་ཁ་པར་ཁི་ཆེ་ངོ་དེབ་དྲ་རྒྱ་ནལ་ད་འགྲོ་འདི་གི་རེད་ཡིན་པ་ནས་དེ་འདྲའི་རྒྱུས་ནས་གསར་འགྱུར་བརྒྱུད་ལམ་འདི་གི་སོ་སོ་རང་ཕག་ཕྱིང་ཆེ་གནས་ཚུལ་དང་པོ་སྤེལ་དེ་གནད་འགག་ཆེན་པོ་དང་གལ་ཆེན་པོ་བརྩི་གི་འདུག་གཞན་པ་ཅིག་ནས་འབྲུག་ནས་བཀོད་ཞེ་དུས་བསམ་པ་ལ་ཁོ་གསར་འགོད་པ་ལ་ལྗིད་གོག་ཞེ་རག་མེད་རྒྱུ་སོར་ཆག་དུས་བསམ་པ་ལ་ཁོ་རང་ཚོ་རང་ཕི་ཁེ་ལེ་ཆེ་གནས་ཚུལ་ལྟ་སྤེལ་དེ་གལ་ཆེན་པོ་ཆག་དེ་ཤག་ག་རེ་ཟེར་ལབ་པ་ཡིན་ན་དེ་འདྲའི་ཅིག་མ་གནང་བ་ཡིན་ན་ང་ཚོའི་འབྲེལ་བ་བྱས་མ་ཐུབ་པ་ཡིན་ན་འདས་པའི་ནང་ལོགས་ལས་ང་ཚོ་ཉམས་མྱོང་ཅིག་ལ་གཞི་བཞག་པ་ཡིན་ན་ཕལ་ཆེར་ཉིས་སྟོང་བཅོ་ལྔ་འདུ་བ་ཅིག་ཡིན་ས་ཡོད་ང་ཨ་མྲི་ཀར་སླེབས་ཚར་ཡིན་ལོ་གཅིག་གཉིས་གཅིག་མ་ཕྱིན་མེད་སྐབས་དེ་དུས་ངས་གནས་ཚུལ་གོ་ཡ་ཅིག་ལ་ཡ་དེ་དུས་ཡང་ང་ཚོ་མཉམ་འབྲེལ་རྒྱལ་ཚོགས་བདུན་ལ་ཡ་ཨ་ནི་ཨ་མྲི་ཀར་ས་ཁུལ་མང་པོ་ནས་བོད་པ་སྡོམ་འཛོམས་བྱེད་ཆེད་གཞི་རྒྱ་ཆེ་བའི་གནས་ཚུལ་ང་ཚོས་ངོ་རྒོལ་སྐད་འབོད་ཅིག་གནང་ཡར་སྐབས་དེ་དུས་བརྩམས་པ་ཡིན་པ་ཡིན་ནས་སྐབས་དེ་དུས་བརྩམས་པ་ཕལ་ཀལ་ཡའི་གཏམ་བཤད་གནང་མཁན་ང་རང་ཚོ་བོད་རིགས་ནང་ཁུལ་གཏམ་བཤད་གནང་མཁན་མང་པོ་ཞུ་རྒྱུ་བྱུང་ཡིན་པ་ཡིན་ནའི་མཐའ་མའི་དུས་དེ་ལ་ཡ་དེའི་གནས་ཚུལ་དེ་ཨ་ནི་ཚགས་པར་ནང་ལོ་རེ་གསར་འགྱུར་བརྒྱུད་ལམ་ཁང་ནང་དེ་ག་ཟིག་ང་ཚོ་འདོད་བློ་ཁངས་པ་ཅིག་རྩ་བ་ཉིད་ནས་བྱུང་ཐུབ་མི་འདུག་ག་རེ་ལབ་པ་ན་ཚུ་དེའི་ངོ་རྒོལ་རྔམ་སྟོན་དེ་གཞི་རྒྱ་ཆེ་བའི་ལས་འགུལ་དེ་བྱུང་བའི་རྗེས་ལ་ང་ཚོ་དེ་ས་གནས་ནས་དངོས་སུ་ཕར་མི་ཕེད་དེ་ངས་དེ་འབྲེལ་གྱི་ལྟས་བསལོ་ཕམ་རང་བཞིན་སྐད་ཆ་འདི་འདྲ་བཤད་པ་ངས་གོ་མྱོང་ཡོད། བྱས་ཙང། ད་རེས་འདི་མ་འཕྱུགས་པར་བྱས་རྗེས་དུས་སང་སྤྱི་ཟླ་བདུན་པའི་ཚེས་གཉིས་ལ་སྔ་ས་ནས་གསར་འགྱུར་བརྒྱུད་ལམ་ལས་འབྲེལ་བ་གནང་ཡ་དེ་གལ་ཆེན་པོར་བཞག་འདུག་བཅས། དེ་ནས། དོན་ཚན་དང་ལྔ་པའི་གསོལ་རས་དེ་འདི་ཡིན། ད། ཆུང་མ་བདུན་པའི་གཉིས་ལ་ད་ལྟ། ངོ་རྒོལ་རྔམ་སྟོན་བྱས། དང་གྲགས། ངྷ་ས་ནི་བདུན་པའི་གཉིད་མ་སླེབས་གོང་ནས་གྲོང་སྡེ་ལས་ཁུངས་ལ་ཡང་འབྲེལ་བ་བྱས་བྱས་ནས། ངེས་པར་དུ་མཇུག་མ་བདུན་པའི་གཉིད་ཀྱི་གོང་ལ་ཡང་ཡང་ད་ལྟ་ང་ཚོ་འདི་ཡོང་གི་འདུག་བ། གྲགས་གཏམ་འབེལ་ཡ་དེ་འདྲ་ཡོང་གི་འདུག་བ Iginal Proclamation ལབ་གི་འདུག་དེ་འདྲའི་ཅིག་ཡང་རག་གནང་ཐུག་ཡ་ཅིག་ལ་འབད་བརྩོན་གནང་དགོས་རེད་བསམ་གི་འདུག་ད་དེ་ཉིན་མོ་དེ་ལ་ཡང་ལབ་ག་རང་བཙན་ཉིན་མོ་ལབ་གི་ཡོད་ན་རེད་གང་ལྟར་རྡོག་རྡོག་འདི་བོད་ལ་ཕན་པ་ཆེ་ར་བོད་རྒྱལ་ཁབ་དང་མི་རིགས་ལ་ཕན་པ་ཆེ་ལབ་ག་རང་བཙན་སེ་བྱེད་བྱེད་ཉིན་མོ་སེ་བྱེད་ལབ་པ་ཡིན་ན་དེ་འདྲའི་ཇུས་འགོད་ནི་ཡག་ཤོས་ཆེ། དེ་མེད་པ་ཡིན་ན་བོད་ཀྱི་ཉིན་མོ། དེ་མིན་ན་དེ་དང་ཉེ་བའི། བ། རང་དབང་གི་ཉིན་མོ་ལབ་རྒྱུ་ཡིན། དེ་མེད་ན། ད་ད་ལྟ་ང་ཚོ་དེ། དེ་འདྲའི་ལ་ཡ། ད་ལོ་ཆགས་ཞེ་ན་ས་ཆ་མང་པོ་ཅིག་ལ་ཡ Day of Compassion ལ་ནི་དེ་འདྲའི Declaration ལ་ནི Proclamation འདུག་བྱེད་ཀྱི་ཡོད་རེད་བ། བསྒྲགས་གཏམ་སྤེལ་གྱི་ཡོད་རེད། དེ་དེ་བཞིན་ད་ལྟ། རྒྱལ་གཅེས་དཔའ་བོ་སློབ་དགའ་རང་བཙན་གྱིས་ད་དོན་དག་རྡོག་རྡོག་འདི་ལྟར་བློས་བཏང་ཤུགས་ཆེན་པོ་ཞིའུ་བྱེད་རོགས་རྒྱལ་ཁབ་དང་མི་རིགས་དོན་དག་ལ་ཡ་སོ་སོག་ཡོན་ཅན་བློས་བསྡུས་ཙམ་ཡང Day of Sacrifice ལབ་བྱེད་ནས་འདི་འདྲའི་ལབ་ས་འདུ་བའི་གལ་སྲིད་མིང་དང་ད་དཀྲི་པའི་ད་འདི་འདྲའི་རྒྱག་མ་ཐུབ་པའི་བང་དེ་འདྲའི་མ་བྱུང་པ་ཡིན་ན་ཡང་འདི་འདྲའི་ལབ་ཡ་ཡོང་གི་འདུ་བའི Day of Sacrifice ལ་ཡ་འདི་འདྲའི་ཡོང་ས་རེད་བས་ག་རེས་ལབ་པ་ནི་འདིའི་གི་བག་ལ་ཡ་འདི་འདྲའི་གི་བྲག་གཏམ་ཅིག་སྤེལ་ཡོང་དུས་རྒྱབ་ལྗོངས་གི་འདིའི་བར་འགྲེལ་བཤད་ཞིའུ་ཅིག་རྒྱབ་ཡོང་དགོས་རོགས་ད་ཉིན་མོ་དེ་འདི་འདི་ཉིན་མོ་འདི་འདི་འདི་ཉིན་མོ་ཡིན་ད་སྲུང་རྩི་བྱས་ཨ་བག་ལ་ཡ་རྒྱུ་མཚན་ག་རེད་ཟེར་ན་ཨ་ནི་བོད་རིགས་ཅིག་འདུག་འདུག་སྙམ་རེད་རྒྱལ་ཚོགས་དུས་མདང་ལ་ཨ་འདུག་སྐུ་ལུས་མེ་ལྕེ་ཕུལ་བ་ཟེར་འགྲེལ་བཤད་དེ་ཡོང་གི་ཡོད་རེད་དེ་ཡོང་པའི་སྐབས་ལ་ཨ་ནི་གང་ལྟར་གྲོང་སྡེ་ལས་ཁུངས་ཀྱི་ཡིག་སྣོད་ནང་ལ་ཟེར་ནི་རེད་གྲོང་སྡེ་ལས་ཁུངས་ཀྱི་ལོ་རྒྱུས་ནང་ལོར་ད་བོད་པའི་བོད་པ་ཅིག་འདི་འདྲས་སྐུ་ལུས་མེ་ལྕེ་ཕུལ་བའི་གནས་ཚུལ་དེ་ཕི་གི་ནང་ལ་གནས་འདེགས་རེད་ལོ་རྒྱུས་ར་བ་ལས་ཁུངས་ཀྱི་ལོ་རྒྱུས་ནང་ལ་འདུག་གནས་འདེགས་ཡོད་རེད་བྱས་ཙང་འདི་འདྲས་ཀྱི་གནས་འགའ་ཞིག་འདུག།

ད་ལྟ་སྟོད་ཐུང་ག་རེ་བཞད་བསྡད་པ་དེ་འདི་ཚིག་འགྱོགས་མེད་ཀྱི་ཚིག་བའི་ལྷག་མ་ཅིག་མེད་རང་གི་འདུག་ཟེར་ཡ་ཆར་བྱེད་བྱེད་ཡ་ནི་དབྱིན་ཇི་ནང་ལ་འདུག་ཟེར་བཀའ་མོལ་གསུང་རྒྱུ་ཡ་དེ་འདྲས་ཅིག་ངས་མཐོང་སོང་ད་ལྟ་ངོ་དེབ་ནང་ལ་བྱེད་ཙང་ད་ད་ལྟ་འདི་སྟོད་གོས་ཚིག་བསྡད་འགྱོགས་ལྷག་མ་དེ་ག་བ་ཡོད་པ་ཡིན་ནས་དེ་ངེས་པར་དུ་ང་ཚོས་ཉར་ཚགས་བྱེད་བྱེད་ཨ་ནི། དེ་བྱུང་བ་ཡིན་ན་ད་ལྟ་སུའི་ཕྱག་ལ་ཡོད་པ་ནི་འདི་ས་གནས་ནེའུ་ཡོག་ནིའུ་ཇེར་སི་ས་གནས་བེ་རུའི་སྤྱི་མཐུན་ཚོགས་པ་ལ་ཡང་ཞལ་འདེབས་གནང་ཐུབ་པ་ནི་དཔེ་ཡག་པོ་རེད་བསམ་གྱི་འདུག་འདུག་བྱས་རྗེས་ཨ་ནི། ས་ནེའུ་ཡོག་ནིའུ་ཇེར་སི་ས་གནས་བེ་རུའི་སྤྱི་མཐུན་ཚོགས་པ་དང་ཚོགས་པ་གཞན་པ་ཐུན་མོང་གི་ཐོག་ནས་ཨ་ནི་འདི་ནེའུ་ཡོག་ནང་ལོགས་ལ་ད་ལྟ་འགྲེམས་སྟོན་ཁང་མང་པོ་འདུག་ཨ་ངས་ད་ལྟ་འདི་དང་འབྲེལ་བའི་ཐོག་ནས་ཡང་གནས་ཚུལ་ཏེ་ཆེ་དྲག་བརྒྱ་ནས་མཁོ་སྒྲུབ་བྱས་ཡོང་དུས་བསམ་པ་ལ་འགྲེམས་སྟོན་ཁག་འདི་འདྲ་ལ་ཡང་ཞལ་འདེབས་ཕུལ་ས་རག་གི་འདུག་བས་འདི་གཅིག་ཟིན་ན་གནད་འགག་མེད་འགྲོ་བསམ་གྱི་འདུག་ངས་ཏོས་གནས་ཚུལ་མཁོ་སྒྲུབ་བྱེད་དུས་བསམ་པ་ད་ཕྱི་རྒྱལ་ཁབ་ཅིག་གིས་ད་རང་དབང་རང་བཙན་ལ་སོགས་པ་རྒྱལ་སྤྱིའི་གནས་ཚུལ་དང་འབྲེལ་བའི་གི་ཨ་ནི་འགྲེམས་སྟོན་དམིགས་བསལ་ཟུར་ཚུགས་དེ་འདྲ་ཡོད་མ་རེད་ལབ་གི་འདུག་དྲ་རྒྱའི་ནང་ལོགས་ལ་ཡིན་པ་ཡིན་ནའི་ད་ལྟ་ཨ་མི་རི་ཀ་གི་ནང་ལོགས་ལ་བྱུང་བཞག་པའི་གནས་ཚུལ་དཔེར་ན་ཤ་ཤ་ན་དགུ་བཅུ་གཅིག་ཉིན་མ་ད་ཁང་པ་ཐོག་ཚད་རིང་པོ་གཉིས་དེ་གཏོར་བ་དེ་གི་དྲན་རྟེན་ཆེད་དུ་དམིགས་བསལ་འགྲེམས་སྟོན་དེ་འདྲ་ཡོང་གི་འདུག་ད་དེ་མ་ཡིན་པའི་འགྲེམས་སྟོན་དེ་འདྲའི་ནང་ལོགས་ལ་ད་འགྲེམས་སྟོན་ཁང་གི་ཡང་ཁོ་རང་གི་སྲིད་ཇུས་གཞི་བཟུང་གི་ཡ་ལྕགས་ངོས་དེ་ཚོ་ཞལ་འདེབས་གླེང་ཆོག་དང་མ་ཆོག་དང་ཁོ་རང་ཚོ་གི་འགྲེམས་སྟོན་བཤམས་ཆོག་མ་ཆོག་དེ་ཆ་སྲིད་ཇུས་མང་པོ་ཡོད་དུས་བསམ་པ་ཡང་འགྲེམས་སྟོན་ཁང་ཁ་ཤས་ལ་ཡང་ད་ཆེད་མངགས་རྒྱལ་སྤྱིའི་གནས་ཚུལ་གྱི་དང་འབྲེལ་བའི་དེ་འདྲའི་དཔྱ་དངོས་དེ་འདྲའི་འགྲེམས་སྟོན་བྱེད་ཀྱི་མེད་ན་ཡང། ཨ་ནི་སྐབས་རེ་ཟླ་བ་གཅིག་ནང་ཐེངས་མ་རེ་ཟིག་དམིགས་བསལ་བྱས་བྱས་བྱས་ཡང་རྒྱལ་སྤྱིའི་གནས་ཚུལ་དང་འབྲེལ་བའི་འགྲེམས་སྟོན་ཤ་མེད་དེ་འདྲ་ཡོང་གི་འདུག་ད་ལྟ་འདིར་དྲ་རྒྱ་ནང་བལྟས་ཡོང་དུས་བསམ་པ་དེ་ལ་དཔེར་ན་ཆ་བཞག་པ་ན་དེ་སྔ་ལྷོ་ཨ་ཧྥི་རི་ཀ་ནང་ལོ་ལ་ཡ་ད་མི་རིགས་དཀར་བོ་གི་ནག་པོ་ལ་གཉའ་གནོན་ཤུགས་ཤོག་བྱས་པའི་གི་གནས་ཚུལ་ཡོད་རོགས་མི་རིགས་ནག་པོ་ལ་སྡུག་པོ་བཏང་རྒྱུ་དེ་དང་འབྲེལ་བའི་གི་ཡང་གནས་ཚུལ་གི་ད་སྦྱང་བའི་དེ་འདྲའི་འགྲེམས་སྟོན་བྱེད་ཡ་དེ་འདྲ་ཡོང་གི་འདུག་ར་བ། འགྲེམས་སྟོན་ཁང་དེ་འདྲ། སྐབས་རེ་སྐབས་རེ་དམིགས་བསལ་བྱེད་ཆེད་རྒྱལ་སྤྱིའི་གནས་ཚུལ་དེ་འདྲའི་འགྲེམས་སྟོན་བཤམ་གི་འདུག་རྟག་པར་མེད་པ་ཡིན་ནས་དེ་འདྲ་བོ་རེད་ད་ག་ནས་ཤེས། དེ་སྔ་དམག་ཆེན་གཉིས་པའི་རྗེས་ལ་གར་ས་དེ་ང་ཚོ་དེ། ད་རྗེའུ་མི་རིགས་ལ་ཡ་སྟུག་པོ་བཏང་པས་ཀྱི་ཡང་གནས་ཚུལ་དང་འབྲེལ་བའི་ཡང་སྦྱང་བའི་དེ་འདྲའི་འགྲེམས་སྟོན་བྱེད་ཡ་དེ་འདྲ་ཡོང་གི་འདུག་བྱེད་ས་དེ་དེ་བཞིན་བྱེད་ཆེད་ཨ་ནི། འགྲེམས་སྟོན་ཁང་ག་བ་ལ་ཡ་རན་པ་ཡོད་ནས་རྣམ་པ་ཚོ་ཞིབ་འཇུག་གནང་ཆེད་དེ་ཕུད་པ་ཡིན་ན་ཨ་ནི། ད་ལྟ་རྒྱལ་གཅེས་དཔའ་བོ་སློབ་དགའ་རང་བཙན་ལགས་ཀྱི་བློས་བཏང་གནང་བའི་ལུགས་རྒྱུད་རེད་ཨ་ནི་དེ་བསྟོད་གདུང་དེ་གཏུགས་བསྟན་བྱའི་ལུགས་རྒྱུད་དེ་ཡང་ཁྱབ་བསྒྲགས་ཡོང་རོགས་བྱས་ཙང་ད་དགོས་པ་ཆེ་ཆུང་དང་བོད་སྤྱི་བ་ལ་ཡང་ཁེ་ཕན་ཆེ་ཆུང་གཟིགས་བྱས་འདུག་ཅེས་ནིའུ་ཡོག་འགྲེམས་སྟོན་ཁང་དུ་བ་ལ་ཞལ་འདེབས་གནང་ས་ཕུལ་ས་རག་ཏུ་རག་མི་འདུག་དེ་མེད་ན་དགོས་པ་ཆེ་ཆུང་ལ་དཔག་པའི་ཡང་ཨ་མི་རི་ཀ་གི་ད་ལྟ་དེ་ང་ཚོ་སྐུ་ཚབ་དོན་གཅོད་ཁང་ཡོད་རེད་གལ་སྲིད་ནིའུ་ཡོག་ལ་ཡང་བྷེ་གྷེ་ལ་ཡང་བྷ་ཤིང་ཏོན་ལྡི་སི་ལས་དགོས་པ་ཆེ་ཡོད་པ་ཡིན་ན་ཨ་ནི་བྷེ་གྷེ་ལྡི་སི་ལ་ཡང་ང་རང་ཚོའི་སྐུ་ཚབ་དོན་གཅོད་ལ་ཡང་ཞལ་འདེབས་ཕུལ་བྱས་ནས་ཡང་བྷེ་གྷེ་བྷ་ཤིང་ཏོན་ལྡི་སི་དེ་བྷེ་གྷེ་ཨ་རིའི་རྒྱལ་ས་སོང་ཙང་ཡང་བྷེ་གྷེ་རྒྱལ་སའི་མངའ་ཁུལ་ལ་ཡང་འགྲེམས་སྟོན་ཁང་དེ་འདྲའི་ཡོད་རེད་བ་སྐད་ཆ་རྒྱག་ཡོད་རེད་བྱེད་དུས་ཙམ་པ་ཡང་འགྲེམས་སྟོན་ཁང་ཡོད་བཞིན་འཚམས་པའི་དེ་འདྲའི་ནང་ལ་དེ་བཞག་པ་ཡིན་ན་བོད་དོན་དྲིལ་བསྒྲགས་ཡག་ག་ཡོང་གི་ཡོད་ན་ཡང་བྷ་ལྡི་སི་ལ་ཡང་དོན་གཅོད་ལ་ཕུལ་དེ་མེད་ན་དགོས་པ་རྒྱུ་མཚན་ལ་གཟིགས་བྱས་ཡང་སྐུ་ཚབ་དོན་གཅོད་བརྒྱུད་ནས་ད་ལྟ་སྟོད་སྐུལ་ཚིག་བཞག་རྒྱུ་དེ་ཡང་རྡ་རམ་ས་ལར་ཕ་བུད་མེད་སྒྲིག་འཛུགས་ལ་ཡར་ཞལ་འདེབས་གནང་རྗེས་ཡང་ཕི་ཁའི་ང་ཚོ་སྒྲིག་འཛུགས་ཀྱི་ཕི་ཁའི་འགྲེམས་སྟོན་ཁང་ཡོད་རེད་དེ་འདྲའི་ནང་བཤམས་པ་ཡིན་ན་ཡང་གལ་སྲིད་དགེ་མཚན་ཆེ་ཡོད་ན་ཨ་ནི་ཕི་ཁའི་ལ་ཡར་ཞལ་འདེབས་གནང་པ་ཡིན་ན་འདུག་བྱས་རྗེས་ཨ་ནི་དང་གང་ལྟར་དེ་སྟོད་གོས་ཚིག་བཞག་རྒྱུ་དེ་ལྟ་དེ། ལོ་རྒྱུས་ཀྱི་གནད་འགག་ཆེན་པོ་ཞུ་རྒྱུ་ཆགས་འདུག་དེ་ཟིན་པ་དེ་ཉར་ཚགས་བྱེད་ཆེད་ང་ཚོ་འགྲེམས་སྟོན་ཁང་ནང་བཤམས་བྱས་ནས་གང་ལྟར་ཁོང་གིས་དེ་འདྲའི་སྐུ་ལུས་མེ་མཆོད་ཕུལ་ཡ་དེ་དགོས་པ་རྒྱུ་མཚན་དང་དམིགས་ཡུལ་གཙོ་བོ་དེ་བོད་རྒྱལ་ཁབ་དང་མི་རིགས་ཆེད་དུ་ཡར་འདུག་གནང་ཡོད་དུས་ལྟ་དེ་དང་འབྲེལ་བའི་གི་ལྟ་གནས་ཚུལ་ག་ཚོད་ཁོང་གིས་བློ་བཏང་གནང་ཞེས་པ་དེ་ང་ཚོས་བརྒྱུད་བསྒྲགས་བྱེད་ཆེད་ཁྱབ་བསྒྲགས་བྱེད་ཆེད་ཨ་ནི་བོད་རྒྱལ་ཁབ་དང་མི་རིགས་དེ་ཡར་འཕེན་པའི་ལས་ཀ་བྱེད་ཀྱི་ཡ། འགྲོ་ཐུབ་ཡག་ཡག་འབད་བརྩོན་གནང་བ་རེད་འདུག་དྲན་གྱི་འདུག་བྱས་ཙང་ཨ་མྱེས་ད་ལྟ་ཁོང་ལ་དོན་ཚན་བེད་སྤྱད་དྲུག་ཞིག་གི་འདུག་ངས་སྒེར་གྱི་བསམ་ཚུལ་བཞིན་གལ་སྲིད་འདི་ཕན་ཐོག་ཡོད་པ་འགྲོ་ཅེས་གཟིགས་འོས་ན་འདི་ག་ཚོད་ཐུབ་ཐུབ་བགྲམ་གནང་རོགས་གནང་ཞུ་གི་ཡིན་ཚང་མ་བཀའ་དྲིན་ཆེ།